ན་མོ་ནམ་མ་ཧ། སྲོལ་རྒྱུན་སྨན་རྩིས་གླེང་སྟེགས་གསན་སྲིང་གནང་མཁན་གྱི་ཚོགས་མི་རྣམ་པ་ཚང་མ་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས། སྲོལ་རྒྱུན་སྨན་རྩིས་གླེང་སྟེགས་ཞེས་པའི YouTube ཀྱི་བརྙན་ཁང་དེ་གཙོ་བོ་བོད་ཀྱི་སྲོལ་རྒྱུན་གསོ་བ་རིག་པ་དང་ཀུན་ཁྱབ་རྟེན་འབྱུང་བོད་རྩིས་རིག་པ་རྒྱུན་གཏན་འཕྲོད་བསྟེན་ཤེས་བྱ་ཁག་མི་མང་ལ་གོ་བསྡུར་སྤེལ་ཡས་ཀྱི་བརྙན་ཁང་ཅིག་ཆགས་བསྡད་ཀྱི་ཡོད་རེད། འདིའི་ཐོག་ལ་རྣམ་པ་ལྷན་རྒྱས་ཚོས་ཐུགས་སྣང་རྒྱབ་སྐྱོར་གནང་སྐྱོང་ཡོང་བའི་རེ་བ་ཞུ་གི་ཡོད། དེ་ནས་ད་ལྷག་སྐབས་སུ་བབ་པ་ང་ཚོ་བོད་ཀྱི་སྲོལ་རྒྱུན་ལོ་ཐོ་ལྟ་སྟངས་ཀྱི་སློབ་ཁྲིད་སྐོར་ལ་དེ་ནས་མ་འགྲོ་དང་འགྲོ་བཞིན་པ་རེད། འདི་ཡིན་དུས་ད་ཁ་ཚང་ང་ཚོ་ཉེ་ཆར་སློབ་ཁྲིད་དེ་ལ་རྒྱ་ནག་བླངས་རྩིས་ཀྱི་ཐོག་ལ་སླེབས་ཡོད་དུས་རྒྱ་ནག་བླངས་རྩིས་ཀྱི་ད་ངོ་སྤྲོད་རེད་དེ་ཚོ་ད་གོང་དུ་སློབ་ཚན་འགྲོ་ཚར་བའི་རྗེས་ལ་ད་དེ་རིང་རྒྱ་ནག་བླངས་རྩིས་ཀྱི་སློབ་ཁྲིད་གཉིས་པ་དེ་དེ་ནས་མ་ཞུ་གི་ཡིན། དེ་ནས་ད་རྒྱ་ནག་ལང་ཚེ་གི་སློབ་ཁྲིད་གཉིས་པ་དེ་ད་ང་ཚོ་ལོ་ཐོག་གི་ནང་ལོགས་ལ་བཀོད་གི་ཡོད་རེད་ད་ང་ཚོ་ལོ་ཐོ་ཡོངས་སུ་བགྲངས་པ་ད་བོད་སྤྱི་ཡོངས་ཀྱི་གི་དང་བོད་ཀྱི་རིག་གཞུང་ནང་གི་ད་ལོ་ཐོ་ག་བ་ཅིག་ད་ས་ཕྱོགས་ས་ཕྱོགས་ག་བ་ལ་བཟོ་གི་ཡོད་པ་ཡིན་ན་ཡང་དེ་ནས་རྒྱ་ནག་ལང་ཚེ་དེ་དགོས་སྲོལ་ཡོད་པ་རེད་དེ་ཡིན་དུས་ད་རྒྱ་ནག་ལང་ཚེ་ནང་ལ་བཞག་ཡོང་དུས་དེ་ནས་ལོ་ཐོ་ནང་ལོགས་ལ་ད་ཁོ་རང་གོ་རིམ་དེ་ཚང་མ་གཅིག་པ་རེད་དེ་ཡིན་ན་ད་ཤོག་གྲངས་ཀྱི་ཨང་གྲངས་མ་འདྲ་བ་མ་འདྲ་བ་ཡོང་སྲིད་ཀྱི་རེད། འདི་ཡིན་འདི་འོས་ད་དེ་རིང་ངས་དེ་རིང་མ་ཞུས་ཡ་དེ་གཙོ་བོ་ད་བོད་གཞུང་སྨན་རྩིས་ཁང་གི་ལོ་ཐོ་གཞིར་བཞག་བྱས་ནས་མ་ཞུ་གི་ཡོད་རེད། དེ་ནས་ཁ་སང་གི་སློབ་ཁྲིད་ད་སློབ་ཁྲིད་དང་པོ་དེ་ནང་ལ་ཡིན་པ་ཡིན་ན་ད་རྒྱ་ནག་གླང་རྩེད་ད་གླང་རྩེད་ཀྱི་སྤྱི་ཡོངས་ཀྱི་ངོ་སྤྲོད་རེད་དེ་ནས་ད་གླང་དང་རྫི་བོ་རེ་རེ་གིས་ག་རེ་ཚོང་གི་ཡོད་མེད་དེ་མ་ཞུས་པ་རེད། དེ་འདྲ་ཡིན་དུས་ད་ངོ་སྤྲོད་ཙམ་ཅིག་རེད། དེ་ནས་འདི་ལྟ་དེ་རིང་ང་ཚོ་མ་སློབ་ཁྲིད་ཞུ་ཡ་དེ། དེ་ནས་ལོ་ཐོ་ནང་ལོགས་ལ་འགོད་པ་ད་འགོད་བཞག་དུས། དེ་ནས་རེ་རེ་བྱས་ནས་ངོས་འཛིན་ག་འདྲ་བྱེད་དགོས་ཀྱི་ཡོད་རེད་ཟེར་ད་དེ་ཞིག་དེ་ནས་མ་ཞུ་ཡ་ཡིན་པ་རེད། དེ་ཡིན་དུས་ད་ཁ་སང་ང་ཚོ་ད་རྒྱ་ནག་གླང་རྫི་གི་ད་གླང་དང་རྫི་བོ་གི་ཚང་མ་གྱི་ངོ་སྤྲོད་ཞུས་ཚར་བ་ད་དེ་ནས་ངོ་སྤྲོད་ཞུས་ཚར་བ་ཡིན་དུས། དེ་ནས་ད་དེ་རིང་ངས་དེ་རིང་མ་རེད་རེད་ཅེས་ཞུས་འདུག་ད་དེ་ག་རེ་ག་རེ་རེད་ལབ་ནས་ཁོང་ཁྲོ་དགོད་དོ་དོ་དོད་ཅིག་མ་ཞུས་པ་བྱས། ད་དེ་ད་བོད་གཞུང་གི་ལོ་ཏོག་འགྲོ་བའི་བར་ན་ཤོག་གྲངས་ཀྱི་ཤོག་གྲངས་སུམ་ཨ་འགའི་སུམ་ཅུ་སོ་དགུ་ལ་རེད་དོ། ད་ད་ལོ་གི་ལོ་ཐོ་ར་སྲ་མོ་ཕག་ལོ་གི་ལོ་ཐོ་དེ་ལ་ཨང་གྲངས་ཤུ། གཙོ་དགུ་བཏགས་པས་ན་དེ་རང་ཁྱེད་རྣམས་པ་གི་རྗེས་ཡོང་གི་རེད། དེ་འདྲ་ཡིན་དུས་ད་འདིའི་སྔོན་ལ་ཁྱེད་རྣམས་པ་ད་ལོ་ཏོ་ཐོག་ལ་ཏིས་ཏིས་ཐོ་ཐུ་ན་གནང་གིན་འདྲ་བོ་ཡིན་པ་ཡིན་ན་དེ་ནས་དེ་རིང་མ་ག་ལེ་ཇི་ཧ་གོ་གི་རེད་ཡིན་པ་ཡང་ད་དེ་རིང་ངས་འདིར་མ་ཞིབ་ཕྲ་བྱས་ནས་ཞུ་མ་དགོས་པ་བཅས་ཚིག་རེ་རེ་འགྲེལ་བཤད་དམིགས་བསལ་ཞུ་དགོས་ཀྱི་ཡོད་མ་རེད། དེ་ནས་ད་རྣམ་པ་ལྷན་རྒྱས་ཚོས་ཚིག་རེ་རེ་བྱས་ནས་བལྟ་ཡོང་དུས་གོ་བ་སོ་སོར་ལེན་ཐུབ་གི་རེད་བ། དེ་འདྲ་ཡིན་དུས་ངས་དེ་རིང་མ་ལྟ་སྟངས་གཅིག་པོ་གཅིག་མ་ཞུ་གི་ཡོད་རེད་བ། དེ་ནས་འདི་འདྲ་ཡིན་དུས་ད་ཅི་སྟངས་ད་ག་ན་ལ་འཛེགས་རྒྱལ་བ་ཀུན་གྱི་གསུང་གི་དབང་ཕྱུག་ཆེན་དམར་སེར་སྣ་བ་འབུམ་གྱི་འོད་རིས་ཅན་ལྷ་དཀྱིལ་ཅོད་པན་འཛིན་པའི་ངག་གི་བར་ལོངས་སྤྱོད་འཁོར་ལོའི་རྒྱན་དུ་རིང་བར་ཚོགས་ལབ་དུས་ད་དེ་མཆོད་པར་བརྗོད་པ་འདྲ་བ་ཅིག་ཕྱག་གིར་བ། དེ་ནས་རྒྱ་ཆེན་གཏིང་ཟབ་ཚོགས་ལ་ཞུགས་ཀུན་ལས་སྣང་གསལ་ལེགས་བཤད་སྙིང་པོ་བསྡུས་པ་ཡི་གླང་དང་སྐྱོང་བྱེད་དག་ལ་བརྡ་བྱེད་པའི་རྩིས་འབྲས་ཚ་བའི་ལུང་བསྟན་འདི་རྣམས་མ་ལ་དོན་འདི་ལྟ། ཁོ་རང་མ་ད།

དག། འདི་ཕྱི་དུ་མ་ཅི་ཅི་ཨུ་ཨུ་དང་འདི་ནི་མ་ལ་དག། ཅུང་ཟད་མཉན་ཟེར་ན་འདི་ཚིག་བར་དོ་གཅིག་ཏུ་ཨ། ད་དེ་བར་དོ་ཁོ་རང་སྤྱི་ཡོངས་ཀྱི་ངོས་ནས་ད་དེ་ཞུ་གི་ཡོད་རེད། དེ་ནས་དུས་བཞི་ཐོག་མ་ཅི་ཅི་ཨུ་ཨུ་ལབ་ཡོང་དུས་ང་ཚོ་ལོ་གཅིག་ནང་ལོ་ལ་དག། དུས་བཞི་གི་རིམ་པ་འཁོར་ཚར་བའི་རྗེས་ལ་ལོ་རེ་རེ་བྱས་ནས་ང་ཚོ་རྩིས་འགྲོ་གི་རེད་དེ་འདྲ་ཡིན་དུས། ད་འདི་རྒྱ་ནག་རླངས་རྫས་ཀྱི་ལོ་ཏོག་དེ་བཟོ་ཡོང་དུས་སྐབས་སུ། འདི་ནི་ཁོ་དུས་ཚོད་འགོ་བཙུགས་ས་ཅིག་ཡོད་རེད་བ། ད་རྩིས་རྒྱབ་ཡོང་དུས་ག་ག་བ་རེད་འདི་ཡིན་ན་ཡང་ཁོ་རང་གཅིག་རྩིས་ག་རེ་རྒྱབ་པ་ཡིན་ན་ཡང་འགོ་བཙུགས་ས་ཞིག་ཡོད་སྐོར་བ་ལྟ་སྟེ། དཔྱིད་ཀྱི་དབུགས་དེ་ག་དུས་ནས་འགོ་བཟོ་འགོ་རེད་ལབ་ཡོང་དུས་དེ་ནས་རྒྱ་ཟླ་བ་གི་ཚེས་པ་བཅུ་གཉིས་འདི་ལ་དེ་ནས་དཔྱིད་ཀྱི་དབུགས་ཟིན་པ་རེད་ཟེར་ད་རྒྱ་ནག་གླང་རྩེ་རྩིས་ར་གི་འགོ་དེ་ག་བ་ནས་བརྩིས་ཡོད་རེད་ཟེར་བ་ཡིན་ན་དེ་ནས་རྒྱ་ཟླ་བཅུ་གཉིས་པའི་ཚེས་པ་སུམ་ཅུ་ལ་བྱས་ནས་བརྩིས་ནས་གཞིར་བཞག་ནས

ད་དེ་ནས་ད་དེ་ནས་ད་བྱེ་བྲག་གི་བྱེ་བྲག་གི་འབྲས་བུ་ག་འདྲ་འདྲ་བོ་ཡོང་གི་འོ་རེད་ཟེར་ན་ད་བྱེ་བྲག་ར་ན་འཇུག་གསུམ་ལ་ཡོད་དུས་ཁ་སང་ངས་ཞུས་ཡིན་པ་ཁ་སང་མ་ངོ་སྤྲོད་ཞུས་པ་ནང་བཞིན་རེད་ད་བྱེ་བྲག་ར་ན་འཇུག་གསུམ་དེ་དེ་ལ་རེད་དོ། དེ་ནས་ར་ན་འཇུག་གསུམ་གྱི་འབྲས་བུ་དེ་ག་འདྲ་ཡོང་གི་རེད་ཟེར་ན་ད་ད་ལོ་ས་མོ་ཕག་ལུག་གི་ལོ་ལ་རོ། འདི་ཡིན་དུས་སྐབས་སུ་ད་འབྱུང་ཁམས་ནག་པའི་ཡུལ་གཅིག་གོ་ཁྱད་པར་མི་ཆེན་འབྱུང་ངེས་གོ་ས་སྟོད་སྤྱི་སོགས་ར་བཞིར་ཞོག་ར་བཞིར་ཞོལ་ལ་དུས་ཁ་སང་ད་ང་ཚོ་དུས་ཚོད་ཀྱི་ད་དར་གུད་དང་དེ་ནས་ས་ཆ་མཐོ་དམན་གྱི་དར་གུད་དང་དེ་ཚོ་ཚང་མ་ཁ་ཚང་ཞུས་རོགས་བ་ཨོ་ད་དེ་ལ་ག་རེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ད་དཔེར་ན་བྱེ་བྲག་རང་སྣང་འཇུག་གསུམ་གྱི་ཡུལ་སྤྱི་ད་མ་བསྐུལ་འགྲོ་གི་རེད་དེ་ནས་མི་ཆེན་པོ་དེ་ཚོ་ག་རེ་བྱེད་དགོས་རེད་དེ་ཇུས་ངན་པ་ཆགས་འགྲོ་གི་རེད་ས་མཐོའི་སྤྱི་ཚོགས་ལ་ར་བཞི་ལ་ད་འདི་ས་མཐོའི་ལ་དེ་ས་གི་གནས་སྟངས་དང་ད་སྤྱི་ཚོགས་ལ་དེ་ག་སུ་ད་ཁ་ཚང་གི་དུས་ཚིགས་རྣམ་པ་ཅིག་བསྟན་ཡོད་རུང་ཨོ་དེ་འདི་གི་ར་བ་བཞི་ལ་མ་ཉམས་འགྲོ་གི་རེད་ཟེར། དེ་འདྲའི་འདི་ཁ་ཚང་ར་ནང་བཅུ་གསུམ་གི་ག་རེ་བལྟ་གི་རེད། དེ་ནས་རྒྱ་གམ་དང་དེ་ནས་མི་ཆེན་དང་ད་དེ་ཚོ་བལྟ་གི་རེད་ཟེར་ནས་ཁ་ཚང་ཞུས་རུང་བ་ད་དེ་ཅག་རེད། དེ་ནས་འདི་ད་ད་འདི་ལ་ཡང་ང་ཚོས་དོ་སྣང་སྤྲད་དགོས་ཀྱི་ག་རེ་འགོ་ཟེར། ད་མགོ་དེ་ག་རེད་དེ་ལྟ་ཡོང་དུས་མགོ་རེད་དོ་ད་ད་ལྟ་དེ་ག་རེ་གི་ཤུག་གོ་རེད་གླང་གི་གཙོ་བོ་ཅི་ནས་ཤུག་གོ་རོ་གླང་གི་ཚོ་ས་དོ་རྒྱལ་ཁམས་དེ་ལུས་ཅི་ནག་པའི་ས་ད་དེ་ཁོ་ལུས་གི་ཁོ་རང་གླང་གླང་ཁོ་རང་གི་ལུས་གི་ད་ཚོ་འདྲ་རོ་ད་ཁོ་རང་གི་མདོག་ལ་ནི་དེ་མ་ནག་པོ་ཡོད་པའི་རྒྱུ་མཚན་གྱིས་བར་ཁམས་ཉམས་འགྲོ་གི་རེད་ཨ་ལས་བློ་རིག་དུ་མ་འདྲེས་བྱས་བྱས་བག་གྲོ་དབྱར་སྟོང་འབྲིང་ཞེས་ཞོལ་ཟེར་ལ་དུས་སྐོར་སུ་དེ་ནས་ད་ར་བ་འབྲིང་པོ་ཐ་ཆུང་ལབ་ནས་ང་ཚོ་ད་ཟླ་བ་དུས་ཤིག་ལ་ཁོ་ཚོ་རེད་རེད་བྱས་ནས་མ་ཟླ་བ་གི་སྔོན་ནས་རྩིས་སྤྲོད་དགོས་ར་བ་དེ་འདྲས་འདུག་ད་ལྟའི་དུས་ཚོད་ཀྱི་དབྱར་ཁ་དང་སྟོན་ཁ་དང། དེ་ནས་ད་ལྟ་གི་གོང་དུ་དེ་ར་བ་གི་གནས་སྐབས་ར་ད་ཟླ་འབྲིང་པོ་གི་གནས་སྐབས་ར་དེ་ཤི་དེ་ར་མ་ཞོས་འགྲོ་དགོས་ར་ཟེར་ན་ཉམས་འགྲོ་དགོས་རེད་ལབ་ནས་མ་ཞུ་དགོས་རེད་ད་ཕོ་བ་སུག་ཤེས་མེད་སུག་སྨད་ཕྱོགས་སུ་འོག་ལ་འདུག་ག་ཟེར་ད་འཕོ་བ། ད་རླངས་ཀྱི་འཕོ་བ་ཡོད་རེད་བ་ད་འཕོ་བ་དེ་ནི་མ་ད་ཡོང་དུས་དེ་ནི་འཕོ་བ་གི་གནས་སྟངས་དེ་ག་བ་འདུག་འཕོ་བ་གི་གནས་སྟངས་དེ་འཕོ་བ་སུ་ཞིག་ལབ་དུས་ང་ཚོ་ད་གི་འཕོ་བ་དེ་ད་ད་སུས་པ་དེ་གང་ལ་རེད་བ། འོ་དེ་འདྲས་འདོད་ད་ཕོ་བ་སུ་ཕོ་བ་དང་དེ་ནི་སུག་ཞིག་གི་དེ་གིས་ག་རེ་བྱ་གི་རེད་ཟེར་ན་སྨད་ཡུལ་སྨད་ལ་སོགས་པ་དང། དེ་ནི་ཡུལ་དང་དུས་དང་དེ་ནི་དུས་ཚིགས་དེ། དེ་ནི་ཟླ་བ་གི་རླུང་ཆེན་རླུང་ཆེན་པོ་དང་ཡ་དང་དེ་ནི་ལྷག་པར་རྩི་ཤིང་ལ་སོགས་པ་མ་སྐྱེས་འགྲོ་གི་རེད། དེ་འདྲས་འདོད་ད་དེ་ཁ་ད་དེ་ག་རེ་ཁ་བཙུམ་འཇུག་མ་ལབ་དེ་ག་སུ་ད་ཁོ་གླང་དེ་གི་ཁ་བཙུམ་དོད་དོ་ཨ། ཁ་བཙུམ་གཡོབ་པ་གང་བྱས་ལ་འཇུག་མ་ཨ་གཡས་ལ་གཡོབ་དོ་ཟེར་ཕ་གི་གཡས་ལ་གཡོབ་དོ་ཨ་གཡོག་པའི་རྒྱུ་མཚན་གྱིས་ག་བྱས་ཕྱུགས་རྩུབ་མི་ལ་བཟང་པོར་མངོན་ཟེར་ད་ཕྱུགས་ལ་དཔེ་རྩུབ་པོ་ཡོད་རེད་མི་ལ་དཔེ་བཟང་པོ་ཡོང་གི་རེད་ཟེར་ནས་དེ་འདྲ་མི་འདྲ། གཞོན་དང་ཕྲུ་གུ་བྱས་ནས་བཞག་ཡོད་དོད་ད། དེ་འདྲ་མ་གཞོན་དང་ཕྲུ་གུ་ཕལ་པ་དཀོན་ཨ་ནི་སྐྱོང་བྱེད་རྒན་པོ་རྒན་པོ།

རེད་དོ། ཁོ་གཉིས་ཀ་ད་སྔོན་ལ་འཆང་ཡོད་པའི་རྒྱུ་མཚན་གྱིས། དེ་ནི་སྔོན་འཆང་སྔོན་ལ་འཆང་བས་ཨ་ནི་ཁོ་བཟང་པོ་ཆགས་ཀྱི་ཡོད་རེད། བཟང་པོ་ཆགས་ཀྱི་ལྷམ་གཡོན་གྱོན་པའི་མོ་དེ་ལ་ལྷམ་གཡོན་པ་གྱོན་ཡོད་རེད། དེ་ནས་མོ་དེ་ཚོ་དཔེ་ད་འབྲེལ་བ་ཆེན་པོ་ཡོང་གི་ད་ཕོ་དེ་ཚོ་དེ་ནས་ག་ལེ་ག་ལེ་ཡོང་གི་རེད། དེ་འདྲས་བྱས་ནས་ད་ཁོ་རང་གི་ཚིག་རེ་རེ་བཞིན་བལྟ་ཡོང་དུས་དེ་འདྲས་བྱས་ནས་གོ་བ་ལེན་ན་འགྲིག་གི་རེད། དེ་འདྲའི་འདོད་ཐ་ལྕགས་འདྲའི་བློ་ལས་ཕར་དབང་ཆེ་ལ་དེ་གོ། ད་དེ་ལྕགས་འདྲ་དེ་ག་རེ་ད་ལྟ་རྫི་བོ་གི་ལག་ལ་ཡོད་པས་ད་དེ་ལ་ང་ཚོ་ངོས་ཟིན་དགོས་ར་བ། རྫི་བོ་གི་ཡོད་པས་དེ་ལ་ད་ལྟ་དེ་ལ་ངོས་ཟུང་ད་བློ་འདི་ཡིན་པའི་རྒྱུ་མཚན་གྱིས། ད་བློན་པོ་དེ་ཚོ་བློ་ལས་ཕར་དབང་ཆེ། འོ་ད་ལྕགས་ཀྱི་གྲི་བོ་དེ་ག་རེ་བློ་ལས་ཕར་དབང་ཆེ་ལ་དེ་གོ་སོ་ད་ཇི་ལྟར་མི་བློན་པོ་ལས། ད་ཡུལ་འདི་གཅིག་གི་འཛིན་སྐྱོང་བྱེད་མཁན་གྱི་ད་བློན་པོ་དང་དཔོན་པོ་དང་འདི་ཚོ་ལ་སོགས་པ་ཡོད་རེད་བ་འདི་ལས། ད་མི་མང་འདི་ཚོས་དབང་ཆེན་པོ་ཆགས་ཡ་དང་ད་འདི་གི་རྐྱེན་འདི་འདྲི་ཡོང་གི་འོ་རེད་ཟེར་ནས་ཞུ་འོ་རེད་ད་དེ་སྤྱི་དང་གོ་བ་རག་པ་འོང་འདོད་ཅེ་རེད་བ། ད་སྤྱི་ཡོངས་ཀྱི་གནས་སྟངས་དྲ་བའི་ར་ཡུལ་གྱི་ད་རྒྱལ་ཁབ་ཀྱི་གནས་སྟངས་དང་དེ་ནས་ཡུལ་གྱི་གནས་སྟངས་དང་དེ་ནས་སོ་སོ་གྱི་ད་ད་ས་ཆ་ག་འོ་ལ་འདེད་ཀྱི་ཡོད་འདི་གི་ཁོར་ཡུག་དང། ད་འདི་ཚོ་ལ་བློན་ལས་ཕར་དབང་ཆེ་ལབ་སྟེ་ད་འདི་འདི་འདི་གི་ཚིག་ནང་དྲུག་ལ་བློན་པོ་ལབ་ནས་གཅིག་པོ་བཞག་ཡོད་རེད་དེ་ཡིན་པ་ཡིན་ན་འདི་རྒྱབ་ལྗོངས་ལ་གོ་ཚིག་མང་པོ་ཅིག་སོ་སོ་གིས་གོ་བ་ལེན་ཆུག་གོ་ར་ཕར་དབང་ཆེ། དེ་ནས་གོས་ཅེས་རྒྱ་བློན་སྲིད་སྐྱོང་རྣམས་མངའ་ཐང་ཉམས་པའི་ངོ་ཚ་ནས་གོས་ཅི་ཟེར་ན་ད་གོས་དེ་གི་མདོག་ལ་བལྟས་ནས་དེ་ནས་རྒྱ་བོ་དང་བློན་པོ་དེ་ད་སྲིད་སྐྱོང་ལ་སོགས་པ་དབང་ཐང་མ་ཉམས་འགྲོ་གི་ཡོང་གི་རེད་ཟེར། ཞོར་རེད་ད་དེ་ནི་སྐེ་རགས་སྒྲ་དེའི་འཚེ་བ་བྱེད་ཟེར་ཡ་ད་སྐེ་རགས། ང་ཚོ་སྐེ་རགས་ཡོད་རེད་བ་སྐེ་རགས་དེ་གི་སྒྲ་དང་ད་ལ་སོགས་པའི་གི་སོ་སོ་ལ་འཚེ་བ་ཆེན་པོ་ཡོང་གི་རེད། ད་གླང་གི་གཡོན་ནི་འགྲོ་བ་ཡིད་ལ་བས་དུ་ཡོང་དུས་གོ་སོ་ད་གླང་ནི་གཡས་དང་གཡོན་མཚམས་མཚམས་གཡས་ལ་འགྲོ་བས་ཡོང་གི་རེད་མཚམས་མཚམས་གཡོན་ལ་འགྲོ་བས་ཡོང་གི་རུ་བ། དེ་ནས་ད་ད་ལྟ་སྐབས་སུ་བབ་པ་ས་མོ་ཕག་ལོ་གི་ལོ་ལ་གླང་གི་གཡོན་ནི་འགྲོ་ཡིན་པའི་རྒྱུ་རྒྱུ་མཚན་གྱིས་རྒྱལ་ཁབ་ནང་སྟབས་བདེ་སར་བྱོས་ས་ཡི་ཁྱུ་མཆོག་དབང་པོ་ཡི་གསོལ་ཕར་བསྒྲིངས་ལ་ས་ཆུ་དང། སྟོན་མཇུག་སྒྲིལ་ལ་སྦྱོར་བའང་སྒྲིལ། དེ་འདྲའི་ཡིན་དུས་རྒྱལ་ཁབ་ཀྱི་སྤྱི་ཡོངས་ཀྱི་གནས་སྟངས་དང་དེ་ནས་ནང་ལོགས་ལ་ཆར་ཞོད་ཆེ་ཆུང་དང་དེ་ག་ནང་ཞིག་ད་གསར་ལ་ང་ཚོ་ས་ཞིང་ལོ་ཏོག་དེ་ཚོ་མ་བཏབ་ཡོང་དུས་སྐབས་སུ་དེ་ནི་འདི་གི་གནས་སྟངས་ག་འདྲ་ཡོང་གི་ཡོད་མེད་ཟེར་ནས་དེ་ནི་འདི་གི་གནས་སྟངས་དེ་ནི་མ་ཞུ་གི་འོ་ར་ད་ལྟ་དེའི་བར་དུ་དེ་འདྲའི་ཞོད་ད་དེ་ཁ་ཚང་འབྲུག་གི་གནས་སྟངས་ར་ཁ་ཚང་ང་ཚོ་ད་ངོ་སྤྲོད་སྐབས་སུ་འབྲུག་ཅེས་ཤོར་བ་འབྲུག་གི་གནས་སྟངས་འདི་གནམ་ལ་གཡུ་འབྲུག་གདེངས་ཅན་གྱི་ཆར་རྗེས་ཐོ་དང་སེར་བས་སེར་བས་འཇིགས་ཟེར་ནས་ཞུས་འདུག་དེ་ནས་ད་ས་ཆུ་ཁ་ལ་ཁུར་བའི་ངན་ཁུར་བོ་རྒྱ་མཚོ་མི་སྤྲང་གཏེར་ཟས་བཅུད་ཅུང་ཞན་ཆར་དགོན་ལ་གྲུ་རྙིང་གྲུ་རྙིང་གདེངས་ཅན་ལོ་ཏོག་གི་ཚ། དུས་ཚུགས་ནས་སྟོན་དབུགས་བར་ཁ་མེད། སྟོན་དབུགས་བར་ཟེར་ནས་ད་དེ་ཁོ་རང་འཆར་རྩིས་ཀྱི་རྣམ་བཞག་འདྲ་བོ་ཆགས་བསྡད་ཀྱི་རེད་དེ་ནི་ད་འབྲུག་མ་ཉུང་གི་ཁྱད་པར་དང། དེ་ནི་འབྲུག་དེ་གའི་ད་ཆ་བ་ག་ཚོད་བཏང་གི་ཡོད་མེད་ཁ་ཚང་འབྲུག་མ་ཉུང་གི་གནས་སྟངས་ཅིག་བཤད་ཀྱི་ཡོད་རེད་བ། འོ་དེ་གའི་གནས་སྟངས་དེ་གའི་འགྲེལ་བཤད་དེ་མ་ཆགས་བསྡད་ཀྱི་རེད། དེ་ནི་ད་དེ་ནས་མ་ལ་ཁ་མེད་ཞག་ལ་མེད་སྨན་པས་ཟེར་བ།

སུ་མ་ཐོན་པའི་རྒྱུ་མཚན་གྱིས་དེ་ནི་ཚ་བ་དང་ནི་ལོ་ཏོ་འོ་དེ་ཚོ་དྲང་པོ་ཡོད་མགོ་བོ་རེད་དེ་ནི་དེ་ཡི་ཚེ་བ་གཅིག་གི་ད་ཉི་མ་དེ་ཆུ་ཁར་ཆག་གི་རེད་ཆུ་མོ་བྱ་ཡོད་ཀྱི་ཡོད་པ་ཡིན་དུས་དེ་ནི་ལོ་ཏོག་ལ་གནོད་པ་མི་ལ་ནད་པ་ཡོང་བའི་དང་དེ་ནི་ཆ་བ་ཆེན་པོ་ཡོང་བའི་གྱི་ད་ཚེ་མ་ད་རྟགས་ཚེ་མ་ལ་ན་རེ་རྟགས་འདྲ་བོ་ཅིག་ཡོང་གི་རེད་ཟེར་ད་དེ་ངས་མདོར་བསྡུས་འདྲ་བོ་ཅིག་ཞུས་པ་རེད་ད་དེ་ངོ་སྤྲོད་འདྲ་བོ་ཅིག་དང་ད་ག་འདྲ་སི་མ་ངོས་འཛིན་དགོས་ཀྱི་རེད་དེ་ནས་ལོ་ཐོག་གི་བླངས་རྩིས་ནང་ལོགས་ལ་བལྟ་སྟེ་སོ་སོ་གི་ངོ་སྤྲོད་སྒྲོག་ཅིག་ཞུ་དགོས་རེད། དེ་ནས་ད་ཅི་ད་ཁོ་རང་ཧ་འདི་ལས་ལྷག་དཔེ་མ་སྲིད་འགྲེལ་བཤད་ཞིབ་ཕྲ་དེ་འདྲའི་སོ་སོ་གི་ད་གོ་བ་ལངས་ཡ་རེད་དེ་ནས་སོ་སོ་གི་དགེ་རྒན་རྣམ་པ་ལ་བཀའ་དྲིན་ཞུ་ཡ་རེད་དེ་མ་གཏོགས་དེ་ནས་ངས་རེ་རེ་བྱས་ནས་དེ་ནས་མ་ད་ཧ་ཅང་ཞིབ་ཕྲ་ཅིག་ང་རང་གིས་ཡང་དེ་ནས་མ་ཞུ་ཤེས་ཀྱི་ཡོད་མ་རེད། དེ་འདྲའི་འདོད་ངན་དེ་ལྟ་སྟངས་ཅིག་དེ་ནས་མ་གཅིག་ཞུས་པ་ཡིན། དེ་ནས་ད་ལྟའི་ཐ་མ་འདི་ལ་ངས་ཤུ་གུ་ཤུ་གུ་ཅིག་བཞག་ཡོད་རེད་ད་ལྟའི་སྤྱི་བཏང་རྣམ་པ་ལྷན་སྐྱེས་ཚོས་ད་བག་ཆགས་འདྲ་བོ་ཅིག་བཞག་ཡ་ཆེད་དུ་འདྲ་བོ་ཅིག་མ་བསྟན་གྱི་ཡོད། དེ་ནས་འདི་ག་འདྲ་ད་ལྟའི་ད་གླང་རྫི་རྒྱ་ནག་གླང་རྫི་གི་ད་ལོ་ཐོ་ནང་ལོགས་ལ་གོ་གི་ཡོད་རེད་ད་རྟགས་ག་འདྲ་ག་འདྲ་འདྲ་བོ་ཅིག་བསྟན་གྱི་ཡོད་རེད་ཟེར་ད་འདི་གི་ཚོ་འདྲ་དེ་ཚོ་ག་འདྲ་བྱེད་ཀྱི་ཡོད་རེད་དེ་ནས་ཁ་ཚང་གི་རྟགས་མ་འདྲ་བ་མ་འདྲ་བ་དེ་ཚོ་ག་འདྲ། ག་རེ་ལ་གཞི་བཞག་ནས་བསྟན་གྱི་ཡོད་རེད་ཟེར་འདི་གཅིག་མ་ཤོད་རེད། ད་ང་ཚོ་གཙོ་བོ་དེ་ལ་ག་རེ་བླངས་དང་ད་མཛེས་པོ་གཉིས་རེད་བ་ད་ད་དེ་ནང་ནས་ད་འབྲས་བུ་བསྟན་མཁན་གཙོ་བོ་དེ་དེ་འདྲས་ཡིན་དུས་སྐབས་སུ། ད་དེ་བླངས་ཀྱི་གནས་སྟངས་དང་ད་དེ་མཛེས་བོ་གི་གནས་སྟངས་ཚང་མ་གཞི་བཞག་ས་དེ་ག་རེ་ཁོ་རང་ད་ལོ་གི་གནམ་ལོ་ག་རེ་ཡིན་པ་ད་དེ་ལ་གཞི་བཞག་གི་འོ་ར་ད་གནམ་ལོ་གནམ་ལོ་ལ་གཞི་བཞག་དགོས་གི་འོ་རེད་ད་དེ་གལ་ཆེན་པོ་གཅིག་ཆགས་དེ་རེད། ད་གནམ་ལོ་ལ་གཞི་བཞག་པ་ནང་བཞིན་ད་དབུགས་ཐོབ་པའི་ཉིན་མོ་ལ་དུས་ད་མགོ་བཙུགས་ས་གི་ཉིན་མོ་ལ་གོ་ར། ད། ཅེས། ཁོ་རང། ད། གྱ་ནང་གླང་རྫས་བརྩི་ཡོང་དུས་བརྩི་ས་གི་གཞི་བཅས་ཡོད་ར་བ་དེ་དབུགས་ཐོབ་པའི་ཉིན་མོ་ད་གླང་དེ་གི་དབུགས་ཐོབ་པའི་ཉིན་མོ་དང་དེ་ནས་རྫི་བོ་དེ་གི་དབུགས་ཐོབ་པའི་ཉིན་མོ་ཟེར་ད་དེ་ག་བྱེད་ད་དེ་གཉིས་གཅིག་པ་རེད་བ་ཆགས་ཀྱི་རེད་བ་ཡིན། ཡིན་པ་ཡིན་ན་ཡང་ད་དེ་ག་འདྲ་སི་ཏི་ཡོང་གི་རེད་བསྟན་གྱི་རེད་ད་དེ། ཨ་ཁ་ཚང་ད་དེའི་གླང་འདྲ་བ་བྱས་ན་ཁ་གདངས་པ་དང་ཁ་རྩུབ་པ་འདྲ་བ་ཅིག་ཡོང་གི་འོ་ར་ད་མཇུག་མ་གཡས་པ་གཡས་ལ་ཡོད་པ་དང་གཡོན་ལ་གཡོགས་པ་ཅིག་ཡོད་པ་ག་འདྲ་འདྲ་བ་ཆགས་ཡོང་གི་རེད་ཅེས་ནས་ཞུས་ཡོད་རེད། ད་དེ་ལ་ག་རེ་ཕོ་དང་མོ་ཟེར་བ་དེ་རིང་ད་དེ་གནམ་ལོ་ཕོ་མོ་ག་རེ་ཡིན་ཡིན་བལྟ་གི་འོ་རེད། ག་སྲིད་ད་གནམ་ལོ་ཕོ་འདྲ་བ་ཅིག་ཡིན་པ་ཡིན་ན་ཁ་གདངས་ཀྱི་ཡོད་རེད། ཁ་གདངས་ནས་དེ་ནས་མཇུག་མ་དེ་གཡོན་ལ་གཡོབ་བསྡད་ཀྱི་ཡོད་རེད་ཟེར། ད་ད་ལྟ་དེ་བསླངས་བསྡད་ཀྱི་གནས་སྟངས་ཤིག་ཡོད་རེད། ག་སྲིད་གནམ་ལོ་དེ་མང་དྲགས་བ་ཅིག་ཡིན་པ་ཡིན་ན་ཁ་བཙུམ་མཇུག་མ་གཡས་ལ་གཡོབ་དགོས་རེད། ད་ད་ལོ་མང་དྲགས་བ་ཡིན་པ་ཡིན་དུས་ཁ་བཙུམ་དུ་བ་མཇུག་མ་དེ་གཡས་ལ་གཡོབ་དུ་བ། ཨོ་དེ་འདྲའི་གནས་སྟངས་རེད། ད་དེ་ནས་མ་ལ་ད་ཁོ་རང་གི་སྟག་འདྲ་བོ་ཅིག་ག་རེ་ཆགས་ཀྱི་རེད་ད། སྲོག་གི་ལུས་དབང་ཐང་ཟེར་ར་གནམ་ལོ་ཁོ་རང་གི་སྲོག་དང་གནམ་ལོ་ཁོ་རང་གི་ལུས་དང་གནམ་ལོ་ཁོ་རང་གི་དབང་ཐང་དེ་གི་ད་འདི་ག་རེ་ལྟ་གི་རེད་ཟེར་ན་ད་སྲོག་དེ་གི་ལུས་པོ་རླངས་ཀྱི་ལུས་པོ་གི་ད་མདོག་འདྲ་བོ་ལབ་ན་འགྲིག་གི་རེད་བ། དེ་ནས་ལུས་དེ་གི་ཕོ་བ། བསྟན་གྱི་ཡོད་རེད་དེ་ནི་དབང་ཐང་དེ་གིས་མགོ་དེ་བླངས་དེ་གིས་མགོ་དེ་བསྟན་གྱི་ཡོད་རེད་ཟེར་ར་སྲོག་བླུའི་དབང་གིས་དེ་འདྲི་བསྟན་གྱི་ཡོད་རེད་ད་ཁོ་རང་ཁོ་རང་ད་རྣམ་བློ་གི་སྲོག་ག་རེ་རེད་སྲོག་ཁམས་ག་རེ་རེད་ལུས་ཁམས་ག་རེ་རེད་དབང་ཐང་ག་རེ་རེད་འདི་ལ་བསྟན་ནས་དེ་ནས་ལུས་པོ་གི་གནས་སྟངས་དང་ཕོ་བ་གི་གནས་སྟངས་དང་མགོ་གི་གནས་སྟངས་དེ་མ་བསྟན་གྱི་ཡོད་རེད།

འོ་དེ་འདྲའི་ཅིག་དང་དེ་ནས་ད་དེ་ཁོ་རང་བསྟན་སྟངས་ག་འདྲ་ཟེར་རེད་ལབ་ནས་ཁོ་རང་མ་ངོ་སྤྲོད་ཞུ་དགོས་རེད་ད་རྫི་བོ་འདྲ་བོ་ཅིག་ཡིན་པ་ཡིན་དུས་ད་རྫི་བོ་དེ་ནང་ལ་ད་དབུགས་ཐོབ་པའི་གི་ཉི་མ་ཉི་མ་འདི་གི་རེད་བ་དེ་ནས་སྲོག་ད་དེ་ངས་གོང་དུ་ཞུ་བ་ནང་བཞིན་ད་དབུགས་ཐོབ་པའི་ཉི་མ་ལ་དེ་བས་སོ་ད་སྲོག་བླུའི་དབང་དང་ད་དེ་གཉིས་དེ་འཁྲུག་བཅུག་ཡ་ཡོད་མ་རེད་བ་དེ་གཉིས་དེ་དེ་འཁྲུག་བཅུག་ཡ་མ་རེད་ད་ད་དེ་གི་སྲོག་བླུའི་དབང་ཐང་ལབ་ཡོང་དུས་སྐབས་སུ་དབུགས་ཐོབ་པའི་ཉི་མ་དེ་གི་སྲོག་བླུའི་དབང་ཐང་ཞུ་དགོས་རེད། དེ་ནས་ད་ལྟ་འདི་སྲོག་ལུས་དབང་ཐང་ལ་དེ་ལབ་ཡོང་དུས་གནམ་ལོ་ཁོ་རང་གིས་ད་སྲོག་ལུས་དབང་ཐང་དེ་བཞུགས་པར་དེ་ལ་གཞི་བཞག་ནས་རྟགས་དེ་བསྟན་གྱི་ཡོད་རོ། དེ་འདི་འདི་འདྲ་བོ་ཡིན་པ་ཡིན་ན་ཡང་ད་ཁོ་རང་དབུགས་ཐོབ་པའི་ཉི་མ་དེ་འདི་གིས་དེ་ནི་སྲོག་དང་ལུས་དེ་ལ་ད་གཙོ་བོ་ཅན་བརྟག་དགོས་རོ་བ་འདི་བརྟགས་ནས། དེ་ནས་ད་སོགས་ད་སོགས་ཁོ་རང་ཁོ་རང་སོགས་ལ་ཡང་ཁོ་རང་མ་བུ་དྲ་གྲོགས་ཀྱི་ཕ་ཐབས་བརྩིས་ནས་དེ་ནས་འདི་སོགས་དེ་ག་རེ་གླང་རྫི་གི་ད་མདོག་བསྟན་གྱི་ཡོད་རེད་དེ་ག་ནང་བཞིན་དྲ་དེ་གི་དེ་ནས་གོས་ཀྱི་མདོག་བསྟན་གྱི་ཡོད་རེད་དེ་ནས་ཡང་ཁོ་རང་ལ། དྲ་བ་འཐབ་ནས་ད་ལྟའི་ལྟ་དེ་གཙོ་བོ་ཚང་མ་ད་མ་བུ་དྲ་གྲོགས་བར་འཐབ་ཡར་བ། དེ་འཐབ་ནས་དེ་ནས་སྐེ་རགས་དེ་བསྟན་གྱི་ཡོད་རེད། དེ་ནས་དེ་ག་ནང་ཤེས་ཡོན་ད་དབུགས་ཐོབ་པའི་ཉི་མ་དེ་གིས་ད་ཉི་མ་ཉི་མ་ད་ཉི་མ་སོ་སོ་ལ་ཡང་ད་ལོ་ད་ཆུ་ཉི་མ་འཁོར་དྲུག་ཡོད་རེད་བ། ད་དེ་གི་ཉི་མ་ག་རེ་ཡིན་པ་དེ་གི་ལུས་ཁམས་དེ་གི་ག་རེ་ཡོད་རེད། དེ་ནས་ལྷམ་དང་དེ་ནས་སྟག་སྒྲ་གི་འགྲེལ་བཤད་དེ་དབུགས་ཐོབ་ཉི་མ་གི་ལུས་ལ་བརྟེན་ནས་ཡོང་གི་རེད། དེ་ནས་དེ་འདྲ་ཡིན་པ་ཡིན་དུས་ད་གནམ་ལོ་དེ་གི། ད་ན་ཚོད་ཟེར་བ་ན་ཚོད་དེ་ག་འདྲ་དབྱེ་བ་ཕྱེ་རྒྱུ་རེད་ཁ་ཚ་ང་ཚོ་རྒན་པོ་རེད་དར་མ་རེད་འབྲིང་པ་རེད་བྱིས་པ་རེད་ལ་ནི་ཁ་ཚ་ང་ཚོ་ཅིག་ད་བཞུགས་རུ་བ་འདི་འདི་ཡིན་པ་ཡིན་དུས་ད་འདི་གི་དུས་ཚོད་དེ་ཡང་མ་ག་འདྲ་ཞིག་བསྟན་རྒྱུ་རེད་རྒན་པ་དར་མ་བྱིས་པ་ཟེར་ན་ད་འདི་འདི་གསུམ་འདྲ་བོ་ཅིག་ཡོད་རུ་བ་འདི་འདྲ་ཡིན་དུས་ད་འདི་ང་ཚོ་དུས་ཚོད་དེ་དེར་ར་བ་འབྲིང་པོ་ཐ་ཆུང་ཟེར། ར་བ་བཞི་འབྲིང་པོ་བཞི་ཐ་ཆུང་བཞི་ལབ་དུས་བཞི་ཞེས་མ་རྩི་ཡོང་དུས་སྐབས་སུ་བཅུ་གཉིས་ཏག་ཏག་ཆགས་ར་བ་དེ་འདྲ་ཡིན་དུས། དེ་ནས་ད་སྣང་ཚེ་རྫི་བོ་དེ་གའི་རྒན་པ་དང་དར་མ་དེ་གའི་ལ་བལྟས་ནས་དེ་ནི་དུས་ཚོད་ཀྱིས་དེ་ག་འདྲ་ཁྱད་པར་ཆེ་གི་ཡོད་རེད། དེ་ནས་དལ་བུ་དང་བྲེལ་བས་ཟེར་ནས་ལབ་དུས་སྐབས་སུ། དེ་ནས་ད་ལྟ་བས་ན་ཁ་སང་ང་ཚོ་ད་ད་ལོ་ག་ཚོད་མགྱོགས་པོ་མགྱོགས་པོ་འགྲོ་གི་ཡོད་པ་དང་ག་ལེ་ག་ལེ་འགྲོ་གི་ཡོད་པ་དང་དེ་ག་རེ་ཚར་ད་དྲན་བརྒྱ་ད་དང་པོའི་ཚེས་གཅིག་ནས་ཚེས་གཅིག་སྔ་ཕྱི་ཕྱིའི་ཞག་ལས་བྱས་ལབ་དུས་ད་བརྒྱ་ད་དང་པོ་གི་ཚེས་པ་གཅིག་གི་སྔོན་ལ་ཡིན་པ་ཡིན་པ་ཞིག་དང་དེ་ནས་བརྒྱ་ད་དང་པོ་གི་ཚེས་པ་གཅིག་གི་རྗེས་ལ་ཡིན་པ་ཡི་ད་དབུགས་ཐོབ་ཀྱི་ཉི་མ་དེ་ག་བ་ལ་སླེབས་ཀྱི་ཡོད་མེད་ལ་དེ་ལ་བལྟ་ནས་དེ་ནས་དར་བ་དང་འབྲས་བུ་གི་རྣམ་གཞག་དེ་དེ་མ་ཤེས་ཡོང་གི་རེད་ཟེར་ནས་ཞུ་གི་རེད་རེད་བ། དེ་འདྲས་ད་ལྟའི་དེ་ག་ཟེ་ད་ཅིག་ངོ་སྤྲོད་འདྲ་བོ་བྱས་ནས་ཞུ་བ་ཡིན། དེ་ནས་ད་ལྟའི་ཁོ་རང་གི་རེ་མིག་ཁ་བ་དེ་གླང་དང་རྫིག་པོ་ལུས་ཀྱི་རྣམ་འགྱུར་ཁ་དོག་མི་འདྲ་བ་རྣམས་ཟེར་ཏེ་ཅི་ཞིག་ལོ་དང་ཟླ་བ་དང་དུས་དང་ཚེས་དང་ཇི་ལྟར་བྱ་བའི་སྟོན་པའི་རེའུ་མིག་དེ་ཆགས་བསྡད་ཀྱི་ཡོད་རེད། དེ་ནས་གནམ་ལོ་ཕོ་མོ་གང་ཡིན་སོ་སོ་གླང་གི་ཁ་མཇུག་རྣམ་འགྱུར་སྟོན་པ་དང་དེས་སུག་གི་ལུས་ཀྱི་ཁ་མདོག་ལུས་པོ་གི་ཕོ་བ་དབང་ཐང་གི་སྒོ་སྟོན་པའི